ད་ལྟ་བོད་མི་དམངས་ཀྱི་ཆོས་རྒྱུད་གཅིག་མཐུན་རྣམ་པ་མེད་ན་མེད་ཐབས་རེད་ཅེས་ནས་ཚང་མས་ཀྱི་ཧ་གོ་གོ་རེད། ད་ལྟ་ལོ་གཉིས་གསུམ་ནས་ཕྱི་ནས་ཐ་ན་གི་བགྲེས་མོ་དང་བགྲེས་དཔེ་ན་ཆ་ཤ་ན་ད་ལྟ་ཡུ་རོབ་ན་ལ་བདེ་ཉེས་ཀྱི་མུན་བསྐོར་གྱི་ཁྱི་མོ་གད་སྙིགས་རྨོ་བསྟན་ཡ་ལ་ངས་དེ་སྤྲོ་བོ་ཅེ་རེད་ར་བ། ཆོས་རྒྱུད་གཅིག་མཐུན་རྣམ་པ་ལ་ངོ་ལོ་བརྒྱབ་ཉེས། ཨ་རི་ལ་བདེ་ཉེས་ཀྱི།

ཁ་ཆེན་ཁོལ་གྱི་ལེབ་ཏོ་དེ་ཉིད་ཀྱི་ཕེ་ཅལ་སྒྲོག་ཅིག་ཆ་ཚང་ཅིག་ལྟ་ཡ་ཆུ་ར་སོ་ར་དེ་ནང་ལམ་ལ་ཁྱོད་ཀྱི་སྐད་ཆ་གཉིས་བ་བད་ན་མ་གྲོས་སྐད་ཆ་གཉིས་བ་ཅིག་ག་རེ་བཤད་སོ་ཟེར་ན་དྲི་བ་སྐྱོན་ཉེ་དེ་ཡས་ཅིག་དོང་ཉེ་དེ་ཁར་ལོག་རེ་ཅིག་ཚོར་ཉེ་ཞིའུ་ཅིག་གི་དྲི་བ་ག་རེ་སྐྱོ་བ་རེ་ཁྱེད་རང་སྙེ་མ་རང་བཙན་གྱི་དེ་འདྲས་ཀྱི་ཐོག་ནས་ཡིན་པ་ཡིན་ནས་ཨ་ནི་བོད་མི་དམངས་ཀྱི་སྤྱི་འཐུས་ཀྱི་རྐུབ་བཀྱག་དེ་ར་ན་ཁྱེད་རང་དབུ་མའི་ལམ་ལ་འགྲོ་གི་རེ་བས་ལ་དུས་ཁྱོད་ཀྱིས

གཞོན་ནུ་ལྷན་ཚོགས་ཀྱི་རྐུབ་བཀྱག་དེ་ཚོ་བརྒྱུད་ནས་ཨ་ནི་རང་བཙན་འཐབ་རྩོད་ཀྱི་ཨ་ནི་ཐ་སྙད་དེ་བེད་སྤྱོད་ལོག་པ་བཏང་སོ་སོས་ཀྱི་ཁེ་ཕན་ཆེད་དུ་བེད་སྤྱོད་བཏང་ནས་ཨ་གྲོས་ཚོགས་ནང་ལོ་སླེབས་པ་བྱས་ཨ་དེ་ལ་སླེབས་དུས་ཚར་པ་ལ་ཨ་ནི་རྒྱ་མི་གིས་བཀྱག་པ་ཟ་གི་རྒྱ་མི་རྐུབ་བཏགས་ཀྱི་ཡིན་ལ་ནི་ད་མི་ཁོ་ར་བེད་ཁོ་ར་གད་སྙིགས་འདི་ནི་གད་སྙིགས་ཅིག་གད་སྙིགས་ད་འདོད་དུག་ར་འདྲ་བོ་ཅིག་འགྲོ་དེ་སྐོར་ད་ཁོས་ཀྱི་ཁོ་རང་གི་ཁས་ལེན་ད་ག་རང་བྱེད་ད་ད་མི་དེ་གི་ཨ་ཅི་སྟེ་ཡོད་མེད་ད་ལྟ་དེ་མི་གཅིག་ཏུ་ཨ། ཁས་ལེན་དེ་ཕྱིར་ལྟ་ཁོ། སྙན་དམག་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བྱིས་པ་ཡིན་པ་ཡིན་ན་ཡང་རང་དབང་རང་བཙན་གྱི་ལམ་གྱི་ཐོག་ནས་ལས་ཀ་བྱེད་པ་ཡིན་ན་ཡང། སྤྱི་འཐུས་ཀྱི་རྐུབ་བཀྱག་དེ་ར་ན་ཁོ་དབུ་མའི་ལམ་ལ་འགྲོ་གི་ཡིན་ལ་ནི་ཁ་གསལ་བོ་གསལ་རྐྱང་བྱས་ནས་ཁྱོད་ཀྱིས་བཤད། དེ་བཤད་དགོས་ཡ་དེ་ཁོ་ལ་དྲི་བ་དེ་ཀྱག་ཀྱག་བྱེད་ཉེས་འདྲ་བོ་བྱས་ནས་ཨ་ནི་ད་ལྟ་དྲི་བ་བསྐྱོན་ཉེས་དེ་གིས་སྐད་ཆ་ད་ག་རང། བླུགས་སོ་ཨ།

ཨ་དེ་དུས་རྒྱ་གར་ལ་འགྲོ་ཡ་ལ་ཕར་ཚུར་གནམ་གྲུ་གྲོ་སོང་དེ་ཚོ་སོ་སོས་ཀྱི་ཏང་གོ་མེད་བ་བྱེད་ཨ་ནི་འཕེལ་རྒྱས་ལས་བསྡད་ཡ་དེ་ཨ་ནི་ཅིག་ཟ་ཁང་མགྲོན་ཁང་ཚང་མ་ལོ་ཧྥུ་རི་ལ་རག་གི་ཡོད་བ་གི་ཁེབ་བསང་གི་ཞེན་པ་དེ་ལ་ལྟ་ནི་ཆེ་ནི་དེ་དགོ་ར་བ་དེ་ཚོ་ཁེབ་བསང་མང་པོ་ཅིག་ལ་ལྟ་ནི་ཨ་ནི་ལང་གི་ལ་གོ་ར་མ་ཤི་ལང་གི་ཡིན་ལབ་ནི་ཨ་ནི་རང་བཙན་ནི་དབུ་མ་ལ་རྒྱུག་གི་ཡིན་ལ་ནི་མཐར་སྐྱེས་ནི་ལབ་རྒྱོ་དེ་རྒྱུ་མཇལ་དེ་ཚོ་ལ་ལྟ་ནི་རེད་བསམ་གོ་དོ་ར། གཞན་པ་ཡང་བོད་ཀྱི་སྤྱི་པ་རང་གི་ཐད་དུ་ཆེད་དུ་དངོས་གནས་ཀྱི་བསམ་བློ་ལྟ་ཉན་གྱི་མི་ཆེན་ཡིན་ན། སྤྱི་འཐུས་དེ་ནང་ལོག་སླེབས་པ་ཡིན་ནའི་རང་བཙན་མཐར་གཅིག་ཏུ་རང་བཙན་འཐབ་རྩོད་དེ་ཡི་ཟིམ་གྱི་ཡིན་ལབ་གུ་གུ་རུ་བ། འདི་ལབ་མ་ཟེར་བ་ཁྱོད་ཀྱི་དེ་ཡི་དཔེ་ཞབས་འདྲེ་རེད་ལ་ཡང་ཁྱེད་ར་རུ་བ། ད་ག་རང་གི་ཐོག་ནས་སྙེ་མ་ནས་གཞོན་ནུ་གྱི་རྐུབ་བཀྱག་ཟིམ་སྐྱོག་དེ་ཚོ་ཁྱེད་རང་སོ་སོའི་སྒེར་གྱི་ཁེ་ཕན་ཆེན་དུ་ཡིན་པ་ད་ལྟ།

འོན་ཏེ་རེད་ད་ད་རེས་སྨན་དེ་ཐོན་དགོས་ཡ་དེ་མི་དེ་གི་ཐོག་ནས་ཐོན་ཡིན་དང་པོ་དེ་ལ་ཁྱོས་ག་རེ་ཤེས་སོ་ཟེར་ན། བཙན་བྱོལ་བོད་གཞུང་གི་སྤྱི་འཐུས་གྲོས་ཚོགས་ནང་ལོགས་ལ་ཆོས་རྒྱུད་སྤྱི་འཐུས་དེ་ཚོས་ཀྱི་རྐྱེན་གྱིས་ཨ་ནི་བོད་པ་དེ་ཚོ་ཆོས་ལ་དད་པ་ཉུང་ང་འགྲོ་ཡ་དང་དེ་འདྲའི་གི་སྐོར་ལ་ཅིག་ཤེས་ཟེར་བ། གཉིས་བ་དེ་ལ་ཁྱོས་ག་རེ་ལ་སོ་ཟེར་ན། ཨ་ནེ་ཡིས་སྤྱི་འཐུས་ཀྱི་རྐུབ་བཀྱག་དེ་རག་ན་ཁོ་རང་བཙལ་ནས་ཁོ་དབུ་མེད་ཀྱི་ལམ་ལ་འགྲོ་གི་ཡིན་ལ་དུས་སྙེ་མ་ཁྱོད་རང་བཙལ་ཁ་ལ་འཁྱིལ་འགྱོ་དེ་ལྟ་བ་བརྟན་པོ་མེད་བ་ད་ག་ཟེ་ཁེ་བན་རའི་གྱི་ཆེད་དུ་བཤད་བ་དེ་ད་ད་པང་དར་སྟོན་པ་རེད་ལ་ཡན་པ། བྱས་ཙང་ད་འདས་ཀྱི་དུས་ཚོད་ལ་མི་དེ་འདྲ་འདྲ་བོ་འདྲ་ང་ཚོ་གཙང་མ་རྩ་བ་སྙིང་ནས་དགོས་ཡ་ཡོད་མ་རེད་ཞུ་ཡ་ཡིན་རང་དེ་ད་ད། སྤྱི་འཐུས་ཀྱི་ཐོག་ནས་གཅིག་ཡིན་སྟབས་དབུས་གཙང་གི་ནང་ལོགས་ལ་སྙེ་མ་སྤྱི་འཐུས་ཡོད་མི་ཡིན། བསྟན་འཛིན་བཟང་མོ་ཡོད་རེད་ཁོ་རང་དགྲ་བོ་གཅིག་ཡིན་པ་ཡིན་ནའི་ཟུར་དེ་བ་ལ་དབུས་གཙང་སྤོར་རྒྱན་སྐྱག་པ་སང་ཉིན་སྤོ་མོ་དེ་འདྲས་ཀྱི་ཟུར་ལ་ཁ་པར་བཏང་ནས་ཁྱེད་རང།

ཁྱི་ལ་ལས་ནད་ལས་གཅིག Mosquito Virus གཅིག་ལ་ལས་ནད་ལས་ཁྱ་མི་འདུག་ར་སུ་མོ་གོ་སུ་ཡིན་ནས་ལ་གྱོད་དང། རྒན་མགོ་ཆ་ནི་ག་འདོད་ཅིག་བོད་ཀྱི་འཐབ་རྩོད་ལ་གནོད་ཀྱི་སྐད་ཆ་དྲོ་བཤད་དེ་ཉེ། ཨ་ནི་མི་མང་པོ་ཅིག་བད་ལོ་བཅུ་ཕྲག་མང་པོ་བཙན་བྱོལ་བོད་གཞུང་གི་མིང་ཁྱི་ནི་བསྐོར་བསགས་དེ་ཉེ་གོང་ས་མཆོག་གི་མཚན་དེ་བོད་ཆོལ་ཁྱི་ནི་བསྐོར་བསགས་དེ་ཉེ་དེ་འདྲའི་ཁ་ཤས་ཅིག་ཤི་འགྲོ་ནས་ཁྱ་མི་འདུག་ཆོ་རིན་པོ་ལའི

Australia གྱི་སྤྱི་འཐུས་འོས་མི་སོ་དོ་ལགས། ཁོ་རང་མ་གཏོགས་གཞོན་པ་དེ་ཚོ་ཅི་ལྟར་ནས་སྡུག་ཅག་རེད་ལགས་མེད་རུང་ང་ཁོ་རང་ཚོ་སུ་སུའི་གྱི་རྐུབ་བཀྱག་སྟེ་ར་ཡ་བྱེད་དོ་ཅིག་བཤད་དེ་ཚོ་ཏག་ཏག་ཤོད་ནས་བསྡད་ཡོད་རེད་ཡིན་ནས་ཁོ་ཚོ་ད་བོ་ད་ལྟ་བཤད་མགོ་བཙོས་ཏེ་གཞི་ནས་སྤྱི་འཐུས་སྤྱི་ཟོག་དྲ་རྒྱ་ནང་དོན་དེ། གཞི་ནས་རྐུབ་བཀྱག་ཅིག་དོན་དང་གཞི་ནས་དོན་གོ། སྙེ་མ་དེ་བ་ལ་སྤྱི་ཚོགས་རུས་གཏན་ནས་རྙོག་དྲ་བྱུང་མགྱོགས་དང་དེ་འདྲའི་བློ་ངག་མནས་བྱུང་མགྱོགས་དེ་ཚོའི་གི་ཐོག་ལ་ཁོང་ཚོ་དྲ་རྒྱ་ནང་ལོག་ལ་དུས་ནས་ཁྱེད་ཚོ་ཡག་པོ་བྱུང་ཡོད་མ་རེད་བཙན་བྱོལ་བོད་གཞུང་དུས་ལ་ངོ་རྒོལ་བྱེད་ཡ་དེ་ཡག་པོ་མ་རེད་བླ་ནས་སྐྱག་རྫུན་གི་ལས་ཀ་བྱེད་ཉེ་ཁྱི་མོ་རྨོ་རྟེ་ཡང་དང་ཁྱི་མོ་ཆུ་སྐྱི་དང་བུ་ལོན་འབོག་རེད་ད་དེ་ཚོའི་སྐོར་ལ་ཚིག་བཅད་ཤེས་དགོས་མ་རེད་ད་ད་འདྲ་ཤི་ནས་རྐུབ་བཀྱག་གི་ར་ཡ་ཆེད་དུ་ཤི་ནས་ཅིག་དྲ་བོ་ཅིག་དོན་ག་ར་ཅིག་བྱེད་དགོས་རེད་ར། དེས་ད་ལྟ་ཨོ་སི་ཀྲི་ལེ་ཀྱི་ཐོག་ནས་བགྲོ་གླེང་བྱེད་རྒྱུ་དེ་ལ་ང་ཀུན་སྤྱོད་གསུམ་ལྷོ་ཁ་སོན་རྡོར་གྱི་རང་བཙན་གྱི་འཐབ་རྩོད་སྐོར་ལ་ཤེས་སོང་བ་དེ་ངེད་ཀྱི་ཧ་ལས་བ་ཡག་པོ་རེད་བསམ་གྱི་འདུག་ད་ལྟའི་གི་དུས་ཚོད་དེ་ལ་མི་ཚང་མ་ལོ་རྒྱ་མི་རྐུབ་བལྟ་ཡ་ལ་དགའ་ཐག་ཆོད་ནི་རང་བཙན་ཁ་ལ་འཁྱེར་ཡ་ལ་ཤེས་གྱི་འདུག་ཁ་ཤས་གཅིག་ནི

རྒྱབ་སྐྱོར་བྱེད་ཀྱི་ཡོད་ལ་ནི་ད་ལྟ། སྤྱི་འཐུས་ཡོད་མེད་ཀྱི་བགྲོ་གླེང་སྐབས་སུ་ཁ་གསལ་བོ་བྱས་ནས་འབོ་དྲ་དུག་སེལ་དོན་སྐོར་འདི་ཧ་ལས་ཀྱི་ཡག་པོ་རེད་བསམ་གི་འདུག་ར། དེ་ཡིས་ལྷོ་ཁ་སོ་མདོ་འདྲ་བོ་ཅིག་ཡིན་ན་སྙེ་མ་ནས་རང་བྱེད་ཐབས་རྩོད་པ་རེད། ད་ལྟ་རྐུབ་བཀྱག་ར་ཡའི་ཆེད་དུ་དབུ་མའི་ལམ་ལ་འགྲོ་གི་ཡིན་ལ་ནི་དེ་འདྲའི་ཁ་གཡོག་ནས་གཉའ་ཁ་རྙོག་པ་ཤེས་ཀྱི་མི་འདུག་བ། དགའ་བསུ་ཡོད་སྤོ་བ་ཡོད་ཞུ་ཡ་ཡིན་པ། ཁྱེད་རང་འདྲ་བོ་མི་ང་ཚོ་གར་སོག་ཡོད་མི་མ་ང་ཞིག་གོ་འདུག་ཞུ་ཡ་ཡིན། ད་དེ་གི་ནང་ལོགས་ལ།

རྒྱ་གཞུང་གིས་སྤྲད་ཀྱི་ཡོད་ན། ཨ་ནི། རྒྱ་མི་གིས་ཡོད་དུ་ལས་ཁུངས་ལ་ནས་མིང་གཅིག་ཐོབ་དགོས་གོ་རེད་ཨ་ནི་བཙན་བྱོལ་གྱི་རྒྱ་གར་ནང་ལོགས་ལ། དེ་ཡག་གི་ཐོབ་ཐང་དེ་ཡོད་མ་རེད་བ་དེ་མ་རེད་བ། ཨ་ནི་ཅི་འགྱུར་བ་བཏང་དགོས་ཀྱི་རྒྱུ་མཚན་ཞིག་འདུག་ང་དྲང་པོ་མ་ཆོད་ཀྱི་ཡོད་དེ་ལ་ཡག་པོ་མཐོང་མ་སོང་ཁ་ཆེ་ལ་ན་སྤེན་ཚེ་འདྲ་བོ་བྱས་ནས་ཁོ་ཡི་ཡང།

སྤྱི་འཐུས་ཡོད་མེད་རྣམ་པ་ལ་ནི་བགྲོ་གླེང་བྱེད་ཀྱི་གོ་སྐབས་སྤྲད་ཀྱི་ཡིན་ལ་ནི། སྲིད་སྐྱོང་ཡོད་མེད་ལ Discussion བྱེད་ཀྱི་ཡིན་ལ་ནི་སྐད་བཏང་གོ་གོ་ར། ཕར་ཕྱོགས་ནས་ཐ་ན་སྤེན་ཚེ་གཅིག་སྐད་བཏང་ཚུར་ཕྱོགས་ནས་བོད་མི་མང་གི་ཨ་ནི། ཡོད་མེད་གཞན་པ་གཉིས་སྐད་བཏང་རེད་བ།

ས་གནས་དགོན་སྡེ་ག་འདྲ་ཆགས། ས་གནས་དགོན་སྡེ་ལས་ཀ་བྱེད་ལ་ན་ཁོས་ས་གནས་དགོན་སྡེ་གྱི་ཉེས་ཆད་ནང་ལོགས་ལ་བཀུག་སྟེ་བསྟན་དགག་འགྲོ་ཡི་ལ་ན་འདི་ཡང་ལན་བུ་འགྲོ་བཞིན་འདུག་ཨ་སྙེ་མ་སྐད་ཆ་འི་འདྲ་འདྲ་བོ་ཞིག་གོ་ཡ་གཅིག་འདུག་ཨ་མོ། ཨ། ཞང་བཙོ་མ་ནང་བཞིན་ཚོ་གུ་ཞུ་བྱེད་ཡ་འི་འདྲ། པུ་གུ་ཡོད་ཀྱི་ཡོད་ཀྱི་ཁྱོ་ག་ཡོད་ཀྱི་ཡོད་ཀྱི་ལ། དཀོན་མཆོག་གསུམ། ཕྱི་རྒྱལ་ལ་འགྲོ་ཡ་གྱི་དཔེ་ཤག་དེ་ཚོ་ག་འདྲ་ཟེར་ར། ད་འདོད་སྤྱི་འཐུས་ཡོད་མེད་ལང་གི་ལང་ཡ་ཅིག་ངོ་ཚ་ཡ་མེད་སྐྱོང། ཨ།

བོད་པ་དེ་ཚོ་སྨྱོ་བཞགས། ད་ཁོ་ཚོ་མི་དཀོན་དྲགས། དོན་ཡོད་རྒྱུ་དང་དངོས་གནས་ཁོ་ར་དཀྲོག་དཀྲོག་བྱེད་རྒྱུ་ཨ། PHD བྱེད་རྒྱུ་དེ་འདྲའི་མང་པོ་འདུག་ཨ། མིག་མཐོང་ས་ལ་དེ་འདྲའི་མང་པོ་འདུག། ཡིན་ན་ཡང། ལག་ངན་དེ་འདྲའི་ཁྱི་དང་ཁྱི་མོ་དེ་འདྲ་ལང་གི་འདུག།

interview དེ་འོན་ཏེ་ཀླན་ཀ་ཆེ། ཧ་དེ་ཚོ་ལ་ལྟ་ཉེས་སུ་རེད་ཨ། རྒྱ་མི་མི་འབོ་མང་པོ་རོ་ཨ། རྒྱ་ནག་གཞུང་དེ་ལ་བི་ལེན་གཅིག་ལྷག་གི་མི་འབོ་ཡོད་དུས་ལྟ་ཉེས་ཁོ་ཚོ་རེད་བས་ཨ་ཁྱེད་རང་ཚོ་ལ་ཡག་ཡག་བྱུང། ལེགས་ལ་ཉེས་ཁོ་ཚོ་རེད་བས་ཨ། ཨ་ནི་པེ་ཤར་ར་ཡ་ཆེད་དུ youtube ཐོག་ནས་གཟབ་གཟབ་བྱེད་དགོས་ར་ཨ། ད་འདས་ཀྱི་དུས་ཚོད་དེ་ལ་དངོས་གནས་ཁོ་ར་དོ་སྣང་བྱུང་སོ་དཀོན་མཆོག་གསུམ་ལ་ཡིན youtube པ་མང་པོ་ཅིག་གིས།

རང་བཙན་སྤྱི་འཐུས་རྣམ་པ་མང་ང་གཅིག་ག་ཚོད་མང་ང་ཡོད་པ་ཡིན་ནའི་འདི་ཀམས་ཀྱི་ཨ་ནི་བོད་པའི་གི་འཐབ་རྩོད་དེ་ཡག་པོ་འཐབ་རྩོད་གི་ལས་ཀ་དེ་ཡག་པོ་བྱེད་ན་ཨ་བོད་རང་བཙན་ལ་ཉེ་བ་འགྲོ་ན་ཨ་ནི་རྒྱ་རྒྱ་གུང་བྲན་གི་ལྟ་བ་དང་ལོག་པ་ཆག་གོ་རོ་ཨ་རྒྱ་གུང་བྲན་དེ་བོད་དེ་རྒྱ་མེད་གི་ཆ་ཤས་བྱེད་ནི་ཏི་ཤ་གི་ཡིན་ལ་ནི་ད་ཨུ་ཚུགས་རྒྱ་ནི་བསྡད་གོ་ར།

གཅིག་ཡོད་རྟ། འདིའི་ཁོ་ཡེ། བུད་མེད་གཅིག་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལ་ནི། ག་བཏུས་ཡིན་ནས་སྤྱི་འཐུས་ལྷ་སྟག་པ་གཅིག་དེ་འཐབ་རྩོད་ཀྱི་ཐོག་ལ་སྐད་ཆ་བཤད་བྱེད་དུ་བསྣམས་པ་ལ་གདོང་དགེ་གཞན་དཔའ་དགུ་ཁྱི་རྒན་དང་ཁྱི་ཕོ་ཁྱི་མོ་དེ་ཚོ་ཁ་བཙུམ་བསྡད་ནས་དར་ནག་གི་རྐུབ་བཀྱགས་པ་དག་ནི་བལྟས་བལྟས་སྒོར། ད་ད་འདས་ཀྱི་ཡོད་མི་གསར་པ། ང་དང་ངེད་ཀྱི་ཧ་གོ་ས་ལ་དངོས་གནས་སྤུས་དག་གཉིད་དུ་ཞོན་པ། རྒྱ་གར་ལ་ཞུ་ཉེན་རྒྱ་བལ་འབྲུག་གསུམ་ལ་ཞུ་ཉེན་གྱི་ཨ་ནི་དབུས་གཙང་གི་མི་མང་རྣམས་པ་ལ་ལྟ་དབུས་གཙང་ཡིན་པས་ཀྱི་སོ་སོའི་ཀྱི་སེམས་ལ་ཞེན་གོ་དེ་ཡོད་ནར་ད་ཞེན་གོ་དེ་ལ་དུས་ང་དབུས་གཙང་མི་མང་ཡིན་ཙང་ཨ་ནི་ངེད་ཀྱི་ཡ་སྐྱོད་གོ་ཡ་དེ་ཡས་དབུས་གཙང་གི་ཞབས་འདྲེན་མ་ཞུ་ཉེས་ཀྱི་མི་སྤུས་དག་པོ་ཅིག་བསྐྱོད་དགོས་ཀྱི་རེད་བསམ་ཉེས་ཀྱི་དབུས་གཙང་མི་མང་རྣམ་པ་ཡོད་པ་ཡིན་ན། ཁྱེད་རང་ཚོ་ལ་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ཅིག་ཡོད་རེད། འདི་ཡི་སྒང་ལ་ད་འདུན། ནི། རྡོག་བྲོ་བསོད་ནམས་སྟོབས་རྒྱལ་ལ། ཉམས་ཞིབ་པ།

ཨོ་དེ་ཚོ་ཚང་མ་ཡག་པོ་ཡིན་པ་ཁྱབ་ཀྱི་མ་རེད་སླ་ཡིན་པ་ཁ་ཤས་ཡག་པོ་ཡོད་སྲིད་པ་ཅི་རིགས་ཡིན་ནའི་ཁ་ཤས་ད་དྷ་རམ་ས་ལ་ནས་དེ་འདྲས་ཡིན་པ་ན་དྷ་རམ་ས་ལ་གཡས་གཡོན་ལ་བཞུགས་ཉེས་ཀྱི་མི་དེ་ཚོ་ལ་སྐད་ཆ་དྲིས་ཁ་ཤས་ཀྱི་དཀྱིལ་མ་ལ་སུ་སུ་རྐུབ་བཀྱག་ར་ཡ་གཏོར་ར་ཡ་གཅིག་པོ་བྱེད་དུ་ཞེན་པའོ་བཙན་བྱོལ་བོད་གཞུང་གི་རྐུབ་བཀྱག་མ་ཟིན་པ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོའི་རྐུབ་བཀྱག་མ་ཟིན་ན་སུ་སུ་མ་བཅོས་ཉེས་ཨ་གད་སྙིགས་མི་དེ་ཚོ་ད་ད་ལྟ་ཡིན་གཅིག་མིན་གཅིག་བོད་གཞུང་ནང་ལོགས་ལ་ཡིན་གཅིག་མིན་གཅིག་རྐུབ་བཀྱག་སེམས་ཉིད་ལ་ནི་ལྟ་བ་ལོག་པ་དེ་འདྲས་འདུག་ཨ་སྙེ་མ་ནས་ང་ལ་གར་ས་ཟླ་བ་དྲུག་ཟླ་བ་བརྒྱད་བསྙེན་ནས་ང་ལ་ལས་སླད་ཚར་སོང་རྡ་རམ་ས་ལ་ནས་ཨོ་ད་ད་ན་བྲེ་མོ་དེ་ལང་ཡས་རེད་ཤག་ས་ལ་ནས་སྙེ་མ་ལས་སླད་ཚར་དེང་སང་ཡིན་ཏག་ཏག་ཁོ་རང་ལང་གི་འདུག་ཨ་ཡིན་དོ་དོ་བྱས་ནས་ཨ།

དེ་ཐ་ན་དེ་འདྲས་ཡང་མགོ་ནས་ལངས་ཡོང་གི་འདུག་དཀོན་མཆོག་གསུམ། ལོ་ན་དེ་ལ་དངོས་གནས་ཁོ་རང་ལོ་ན་དངོས་གནས་ཁོ་ར་བྱུང་སི་དང། ད་རྗེས་མ་ལོ་གི་དེ་ལ་རྩིས་ཀྱི་ནང་ལོ་ལ་ལོ་ག་འདྲའི་འདྲ་བ་བྱས་ན་ཆོག་རེན་པོ། ད་ལྟ་ནས་དེ་སི་སྔགས་འདྲ་ཞིག་ཏུ་ལོ་ན་གཞན་པ་བཅས་སླེ་བ་ཡིན་ན་དཔེ་གསར་བ་ཉིས་སྟོང་ཉི་ས་དྲུག་འདི་ཨ། ཡ་ཡུལ་ཕྱི་ནང་ཚུར་རེ་ཤ། འོ་འདི་ཤོད་ཡིན་ད་ང། ཨོ་ཧོ། ལ་འོ་ཨོ་རྣམ་པ་ཚོ་ཚང་མ་ལོ་ཏ་ཞིག་ཏུ་སླེ། འོ།

རང་བཙན་ཡིན་པས་སོ་ར་ཡ་རྒྱ་མི་རྐུབ་ལྟག་གི་ཡིན་ཡིན་ལ་ཉེ་ཡིན་པས་སོ་ར་དེ་འདྲས་ཀྱི་མི། པ་ར་པ་ར་དེ་བ་ལ་ཅིག་དེ་ཉེ་དེ་ཚོ་ལ་རྩ་བ་རྙེད་ནས་ཡོ་ཤོ་བླུ་ཨེ་ཡོད་མ་རེད་ར་ང་ཚོས་ཀྱི་ཡོ་ཤོ་བླུ་དགོ་ས་དེ་མི་ལྟ་བ་བརྟན་པོ་ཡིན་པ་ཀླད་པ་ཐང་པོ་ཡོད་ཀྱོག་འཁྲུག་བསྡད་ཀྱོག་མེད་པ་ཨ་བོད་གཞུང་གཏོར་བཤིག་བཏང་ཡས་ཀྱི་ལས་འགུལ་བྱེད་མེད་བས་ཀྱི་མི་གཙང་མ་ཅིག་གོ་གོ་རེད་འདི་སུ་རེད་སོ་ནམ་ཨ་ནུ་ཐང་རེད།

བོད་གཞུང་གཏོར་བཤིག་བཏང་ཡས་ལ་ཡོང་ཡས་ལ་གནམ་གྲུ་ཏི་ཀེ་ཏི་ཨ་ནི། ཐ་ན་རྒྱ་ནག་གུང་ཁྲན་གཞི་རིམ་བཞག་ར་མི་མང་གིས་ཨ་ནི། སུ་སུའི་པ་ཀི་ནས་བཏང་རྒྱུ་རེད་ལ་ནི་སོ་སོ་རང་གིས་ཐོག་ནས་བཏང་མི་འདུག་བ། ཨ། མི་ནི་ལྐོག་ཟ་རིང་ལུགས་བྱེད་ཀྱོག་གི་པེ་ཤ་དེ་ཚོས་གི་གནམ་གྲུ་ཏི་ཀེ་གཏོར་ནི་ལེགས་ཀྱོག་རེད་དོ་གན་གི་རེད་མི་འདུག་བ། བྱས་ཙང་མོ་ད་ལྟ་བསམ་བློ་བཏང་སྐོར་དང་ལོ་ལྔ་རིང་ང་ལ་རྒྱ་གར་ལ་ཡོང་ཡས་ལ་ད་པོ་མོ་ནི་པེ་ནི་མ་ཡོ་རོ་བ་ཞེས་བྱ་འདུག་བ་ལ། ཨ་ནི་དེ་ཚོ་ཐོ་ཁ་བྲོ་ཡ་ལ་སུ་སོད་ཀྱི་བྲོ་སོང་བཏང་ཡ་ཕང། ཨ། མི་སོར་སྐམ་དེ་ཚོ་པེ་ཤ་ཡོད་ནས་ཕག་ནི་དེ་ནི་ཀེའུ་མེ་ཀྱོ་ཡོར། ཨ། ཨ་ནི་ཡི་གྲོས་ཚོགས་ཀྱི་ཐོག་ནས་ཨ་ནི་ཕ་ཁེབ་སང་ཡོར་ར་ནམ་ཐུ་ཏི་ཀེ་ཏོ་གོ་མེ་བ་ཕ་ཚུ་ཁྱམ། ཕེ་ཀེ་ལ་ཧོ་ཏེལ་ཙིག་རི་ཙིག་ཙི་ལ་ཏེ། ཨ་ཏི་པ་ར་ཏེ་ལ་ཁོ་རང་གི་རྐུབ་ཏི་ཆད་ཁ་བྲོ་བ་ར་ཁ་བ་ལ་ག་འདེ་ཕོ་ཏང་གི་སེ་ཀེ་ཏྲི་ཅིག་ག་རོ་བྲོ་བ་ཅིག་ཏྲིག་ཡོར་ལ་ས་དེའི་ཉམས་རྟོགས་ཉེས་སྤྱད་ནང་ལོགས་ལ་པགས་པགས་བཏང་ཡས་བྱེད་དོ་སྤྲོ་སྐྱིའུ་བྱས་ནས་ཨ། དེ་ཚོ་དམིགས་ཡུལ་མ་ཞི་མོ་ལ་ཞེན་པ་དམིགས་ཡུལ་ག་རེ་ཡོད། སྐྱེ་མེད་སྟོང་པ་དེ་ལ་ལྟ་བ་དང་ཚོ་བོ་དྲོ་ཞི་དང་པིའུ་རྐུབ་ལས་ཚོ་ར་འདུག་ལ་ཡས་དེ་ཉེས་ཉེས་མ་ནས་རེད། སོར་སྐམ། བྱོན་ཡས་ཁྱོད་ནས་མེད་སྐྱོ་དེ་འདྲའི་སྐྱེ་མེད་དྲོ་འདྲེ་ལྟ་ལང་གིས་ལ་གོར་ལྟ་ཁྱི་མོ་ཕྱུགས་ཀྱིས་དྲོ་འདྲེ་ཨ།

བཙན་བྱོལ་བོད་གཞུང་གི་དཔེ་ཆ་དེ་ཀློག་དང། ཨ་ནི། བསོད་ནམས་ལྷ་མོ་རེད་ག་རེ་ན་ཅིག་ཧྥ་རན་སི་ནས་དེ་ལའེ་དེ་སྒེར་གྱི་སྐད་ཆ་རོ་ཡ་མོ་ར་རང་གི་ཁོ་རྐུབ་ལ་དཔེ་ཆ་ཚུར་རང་ཅག་ཁྱི་ཤུ་ན་ནི་དད་གི་མེད་ན་ཨ་ནི་ཁོ་ཁོ་རང་ཉིད་ཁོ་རང་ཉིད་པ་ར་སུ་སུ་སི་གི་སྐད་ཆ་ཅིག་བཤད་ནི་ཤ་ཤ་རི་མ་ཤི་ངེད་ལ་ཡང་བཙན་བྱོལ་བོད་གཞུང་གི་དཔེ་ཆ་དེ་ཕ་ཡིན་ཅི་མིན་ཅིག་ཀློག་དགོས་གོ་རེད་སླའི། ལ་སོ་བསོད་ནམས་ཨ་ལུ་ཨ་ནུ་ཐང་ཝིལ་པི་ཨེན་ཨེཀ་སི་ལེནད་ཁན་དི་དེད་རེད།